ཅི་ཡོད་མི་འདུག། བྱས་ཙང་དེ་སྲང་ལ་གཏོང་གི་ཡ་ཅིག་རྫོད་པ་ཆེན་པོ་དེ་ཁྱི་གླང་ནང་མི་པ་ཅིག་ཡིན་དུས་ཨ་ནི་རྒྱ་གར་ལས་ཡོད་པ་ཅིག་ཡིན་ན་རྒྱ་གར་ལས་བརྟེན་ཉང་ལེན་མི་བྱེད་མཁན་ཅིག་ཡོད་ཀྱི་མ་རེད་ཉང་ལེན་བྱས་མཐར་དེ་ལ་བརྟེན་ནས་གྲུ་པ་མ་ཐག་མཁན་ཀྱི་ས་གྲུ་ཅན་གཅིག་ནི་མ་རེད་གཉིས་ནི་མ་རེད་བརྒྱ་ཆ་རྩ་གི་ནང་ལས་ཅི་ཡོད་མི་འདུག་ཟེར་ཡ་དེ་ཡིན། དེ་ག་རེ་ས་སྐྱེས་ཁྱི་ཐུག་ཟེར་ན་རྫོད་ཅན་ཟེར་ཡ་དེ་རྒྱ་གར་ལས་མེད་པ་དང།

ཡིན་ཟོ་ཐུག་གི་འདུག་དྲན་གི་འདུག་དེ་མ་ཟད་པ་ད་ང་ཚོ་མདོ་སྔགས་གཉིས་ཀྱི་ནང་ལས་ཨ་ནི། མདོ་ལུགས་ཀྱི་ནང་ལས་རྒྱ་གར་གྱི་མཁས་པ་གཅིག་པོ་དེ་རྗེ་ཡིན་དྲུག་མཆོག་དབུ་གཉིས་རྨད་བྱུང་གི་ལྷོ་བལ་གཉིས་སུ་བཤད་བསྡད་ཀྱི་ཡོད་རེད་དེ་ཐམས་ཅད་ཀྱི་གསུང་གི་ནང་ལས་རྫོགས་པ་ཆེན་པོ་དང་འབྲེལ་བ་གཅིག་ཀྱང་མི་འདུག་བ། དེ་མ་ཟད་པ་ང་ཚོ་རྒྱ་གར་གྲུ་ཆེན་བརྒྱད་ཅུ་རྩ་གཅིག་གི་ནང་ལས་དུས་རྒྱུན་དུ་ང་རང་ཚོ་ད་དཔེར་ན། འབེལ་བ་པ་ཟེར་ཡ་འདྲ་པོ། ནཱ་རོ་པ་ཟེར་ཡ་འདྲ་པོ།

རྒྱལ་ཚོགས་རྩོད་པ་ཆེན་པོ་དེ་རྒྱ་གར་ནས་མ་ངུས་པ་ཁུངས་གཅིག་དེ་རེད་ཤག་ཟེར་ཡ་དེ་ཡིན། ཨ་ནི། ད་དེ་ཡིན་ན་ང་ཚོ་གི་བོད་ཀྱི་ས་སྐྱའི་རྡོ་རྗེ་རེད་བོད་ཀྱི་ས་སྐྱའི་རྡོ་རྗེ་ཞེས་ན་ད་བོད་ཀྱི་བོན་པོ་རེད་ཟེར་ད་མི་ཚོགས་ཀྱི་སྡུག་སྣང་ལ་ཞིག་ཁག་གི་ཡོད་རེད་དེ་མ་རེད་ད། ཨ་ནི་ང་ཚོ་བོན་པོ་གི་སྐབས་ཀྱི་ད་བོན་པོ་ཟེར་ཡ་དེ་བོད་རེད་བོད་རྣམ་མང་གི་རིགས་ཡུན་དེ་ལས། དཔེར་ན་བོན་གྱི་ཆོས་ཡོད་རེད་ད་ལྟ་ང་ཚོ་དད་པ་ཡོད་ན་མེད་ན་ག་རེ་བཤད་ན་བེད་སྤྱོད་མ་བཏང་ན་འགྲིག་གི་འདུག་ཡིན་ན་ཡང་ང་རང་ཚོ་དཔྱད་བདེ་བ་ཅིག་གི་མདངས་ལས་ཨ་ནི་རྩིས་རིག་པ་དཔེར་ན་འབྱུང་རྩིས་སྟོན་ཟླའི་ཡས་སྲང་གསོ་བ་རིག་པ་ཨོ་ད་དེ་ཚོ་ཚང་མ་དེ་རྨོངས་སོགས་ཀྱི་རིགས་ཀུན་ཆ་ཚང་དེ་བོན་པོ་གི་ཕྱོགས་དེ་ཡོད་བ་རེད་བོན་པོ་ཟེར་ན་བོད་པ་རེད་བོད་རང་གི་ས་ཆའི་རྡོ་ཆས་ཕྱོགས་དེ་ཡོད་དུས་ཨ་ནི་དེར་ང་ཚོ་ལ་མཐོང་ཆུང་བྱེད་དགོས་དོན་ཡོད་བ་མ་རེད་བདེན་པ་བདེན་ཐོག་བཤད་ན་ཡག་པོ་ཡོད་རེད

འབྱུང་ཁུངས་བོད་རང་ན་ཡིན་པའི་བདེན་དཔང་ཡོང་ཅིག་ངོ་སྤྲད་བྱས་ཡོད་བཀྲ་ཤིས་བདེ་ལེགས། འགན་ཐུགས་ལྡན་པའི་ཚོགས་ཀྱི་སྨན་ལོ་རྒན་པོ་ཆགས་ན་ཡང་ཞིབ་འཇུག་དང་དོགས་གཞི་བྱས་ནས་ད་རེས་ཡང་གསར་དུ་ཇི་སྙེད་འདོད་མེད།

ད་ཡིན་ནའང་རྣམ་པ་ཚོ་ནང་ག་རེ་ཞུ་འདོད་བྱུང་སོང་རྒན་ཐུགས་ལྡན་བུ་ཚོ་སྐད་ཆ་དེ་བཤད་ཀྱི་ཉེ་གནས་ལ་བལྟས་ནས་ཨ་མྱེ་རྫ་ཚེ་རིང་འདྲ་ཞིག་གི་ཡང་དགའ་པ་ན་འགྱོ་བཞག་འགྱོ་དང་དེ་འདྲ་ཁ་ཤས་ཀྱི་འདུག་དེ་འདྲ་སོང་ཙང་ང་ཚོ་འདི་ལེ་ཚན་འགའ་ཤས་ཀྱི་འདུག་ཅེས་འབྲོག་གི་ཐུག་ས་ལེ་ཚན་གཅིག་ནོར་ལོག་འདི་མཇུག་བསྒྲིལ་ཐུག་ས་མ་རེད་དེ་འདྲ་སོང་ཙང་དེ་གཉིས་རྣམ་པ་ཚོ་གི་རྩིས་དང་དེ་གཉིས་མཐའ་མཇུག་ལ་ང་ཚོ་རྡུང་གཅིག་འགྱོ་ནས་ཨ་མྱེ་རྒན་ཐུགས་ལྡན་བུ་ཚོ་གཞས་དང་ལྡན་པ་འདུག་དང། རྫ་ཚེ་རིང་བཀྲ་ཤིས་ཤེས་ཡག་དང་ལྡན་པ་འདུག་དང། ཁོ་གཉིས་ཉིན་སྤང་སྟངས་དང་ཁུངས་སྐྱེལ་ན་ག་རེ་འདུག་རྟོག་གཟུགས་ཀྱི་སྐད་ཆ་དེ་ག་རེ་མོ་བ་འདུག་དེ་གཉིས་དངོས་ཡོད་ཀྱི་ཞིབ་འཇུག་བྱས་ན་བདེན་དཔང་ན་དེ་སུར་ཉན་འདུག་འོང་བ་དེ་ཚོ་ང་ཚོས་བལྟ་དགོས་པ་གལ་ཆེན་པོ་རེད་ང་ཚོས་བལྟ་བ་ལྟར་ཁོ་གཉིས་ཉིན་བྱེད་པ་ཟེར་མཁན་ཡོད་མ་རེད་སོས་བདེན་པ་བཤད་ཐུབ་ན་འགྲིག་གི་ཡོད་རེད་འཇིག་རྟེན་གང་ང་ལྟ་ཚུལ་ཡིན་ན་དེ་ཡོད་མི་རིགས་དང་དེ་འདྲ་གི་བྱེད་པ་ཟེར་མཁན་མེད་གང་ལྟར་དངོས་ཡོད་ཀྱི་གནས་ཚུལ་དེ་བཤད་ངེས་སུ་ཤེས་ཡག་སོང་ན་འོང་བ་དེ་རུ་རི་ཐང་ཆེན་པོ་ན་གི་བརྩིགས་ཡོད།